མིན་གྱི། བརྗོད་གཞི་སོ་སོའི་གི་ཐོག་ལ་ཡང་གཟབ་ནན་གྱི་དགོངས་པ་བཞེས་ཀྱི། བསླབ་བྱ་དང་སློབ་གསོ་དེ་ཐེབས་ཤ་ཤ་ཞིག་གནང་རོགས་གནང་ཞུ་ཡ་ཡིན་ཐོག་མ་དེ་ལ། ངས་དེ་རིང་འདི་བཤད་ཡ་དེ། གྲ་བའི་སྤྱི་ཚོགས་གི་ཁ་ཤོག་ཟེར་ཡ་གཅིག་གི་ཐོག་ལ་བཤད་གི་ཡོད། སྤྱི་བཏང་དེའི་ཐོག་ལ་ཡང་ད་སོ་སོའི་གི་བསམ་ཚུལ་མང་པོ་ཞིག་ཡོང་གི་ཡོད་ལ། དེའི་ཐོག་ནས་ནན་ཏན་ཞིག་ནས་ཞུ་ཡ་གཅིག་ལ། ང་རང་ང་རང་ཚོ། གྲ་བའི་སྤྱི་ཚོགས་ཟེར་ཡ་དེ་ལ། ངེས་པར་དུ་ཁ་ཤོག་ངེས་ཅན་ཞིག་དགོས་གི་འདུག། འདིའི་རྒྱུ་མཚན་ག་རེ་ཟེར་ལ་ན། ང་རང་ཚོའི་ཁ་ཕྱོགས་དེ་ལོ་རྒྱུས་ཀྱི་ཐོག་ནས་བཤད་ན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ལོ་ཉིས་སྟོང་ལྔ་བརྒྱ་ལྔ་ཅུ་ང་གྲངས་གཅིག་གི་སྔས་ནས་སྲོལ་བཏོད་པའི་ཆོས་ལུགས་གཅིག་གི་རྗེས་ཟིན་གྲངས་ཅིག་ལས་ཀ་བྱེད་ཀྱི་ཡོད་རེད་བྱ་བ་བྱེད་ཀྱི་ཡོད་རེད། དེ་ཡིན་པ་སོང་ཙང་ཁ་ཕྱོགས་དེའི་ཐོག་ལ་འགྲོ་དགོས་ཀྱི་རེད་བྱ་བ་དེའི་ཐོག་ལ་འགྲོ་དགོས་ཀྱི་རེད་མ་གཏོགས། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་རྗེས་འབྲང་གནའ་མ་གཅིག་ཆགས་ཀྱི་ཡོད་མ་རེད། རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་ནི་བཤད་ན། རིགས་པའི་གཞུང་ལུགས་ཀྱི་ཁ་ཕྱོགས་ཅིག་ཡོད་རེད། ང་རང་ཚོ་ལ་རིགས་པའི་གཞུང་ལུགས་ཀྱི་ཁ་ཕྱོགས་དེ་ག་རེ་ཡོད་རེད་ཟེར་ལབ་ན། མདོ་སྔགས་གཉིས། རེད་པ། མདོ་ཕྱོགས་ལ་བསམ་མནོ་བཏང་ན། བཀའ་པོད་ཆེན་པོ་ལྔ། སྔགས་ཕྱོགས་ལ་བསམ་མནོ་བཏང་ན་རྒྱུད་སྡེ་ཆེན་པོ་བཞི་ཡི་ཐོག་ནས། གཞུང་ལུགས་ཀྱི་གཏན་ལ་ཕབ་པའི་ཁ་ཕྱོགས་ཅིག་ཡོད་རེད། དེའི་ཐུགས་ནི་འགྲོ་དགོས་ཀྱི་ཡོད་རེད་མ་གཏོགས་པས་འདི་ལ་ཡ། ཅིག་གོན་རྒྱུ་མ་པོ་ཅིག་གོན་ཡོད་ཟེར་ལབ་ཅིག་གྲགས་པ་ཆགས་ཀྱི་ཡོད་མ་རེད། དེ་ཡའི་དགོངས་པ་གཞིགས་དགོས་ཡ་གི་གནད་འགག་ཆེན་པོ་ཅིག་རེད་རིགས་པའི་གཞུང་ལུགས་ཀྱི་ཁ་ཤོ་གི་ཐོག་ནས་བསམ་བློ་བཏང་ན། དེ་ནི། ད་ག་ནང་བཞིན། རིགས་པའི་གཞུང་ལུགས་དེ་འདྲས་ལ་བརྟེན་པའི་ང་ཚོའི་གི་སྤྱོད་ལམ་གི་ཁ་ཤོ་ཅིག་ཡོད་རེད། སྤྱོད་ལམ་འདི་ག་རེ་རེད་ཟེར་ལབ་ན་ང་རང་ཚོའི་གོན་དེ་གི་ན་བཟའ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་སུས་བཏོད་ཆེ་གཞུང་ལུགས་དེ་ལས་བྱུང་བའི་སྤྱོད་ལམ་ཞིག་རེད། འདི་གཞུང་ལུགས་དེ་འཆད་ཉན་བྱེད་མཁན་དང་གཞུང་ལུགས་དེ་ནི་གཅིག་གར་སོ་རི་འཛིན་སྐྱོང་བྱེད་མཁན་གྱི་མི་དེ་ལ་ཆེད་དུ་སྔར་ནས་བྱས་བྱས་པའི་གོན་རྒྱུ་བུ་ལོ་ན་བཟའ་ཤི་གུ་ད་ག་ནང་བཞིན་བཞེས་ལ། ཚང་མང་གི་ཐུགས་ལ་ཡང་བརྟན་པའི་ཆུ་ཡང་རེད། དེ་ལས་གཞན་པའི་ངས་གོན་གྱི་གང་བྱུང་མ་བྱུང་གོན་གི་ཡིན་ངས་དཀར་པོ་གོན་གི་ཡིན་གཟན་དཀར་པོ་གོན་གི་ཡིན་ཤ་མདའ་ནག་པོ་གོན་གི་ཡིན་ཤ་མདའ་སེར་པོ་གོན་གི་ཡིན་དེ་འགྲོ་ཆོག་གི་མ་རེད། བྱས་ཙང་རིག་པའི་གཞུང་ལུགས་ཁོ་རང་ལས་བྱུང་བའི་སྤྱོད་ལམ་གྱི་ཁ་ཤུགས་ཅིག་ཡང་རེད། ལྷག་པར་དུ་ཡང་ང་རང་ཚོ་དུས་ཚོད་འདི་ལ་སླེབས་ཡོང་དུས་གོང་ལ་དུས་རབས་དེང་རབས་ཀྱི་དཔེར་ན་སྤྱི་ཚོགས་ཁྲག་ཁྲག་ཟིང་ཟིང་ཨ་རི་འུ་རི། དེའི་ཐོག་ལ་ཡང་ཅིག་མིག་འཕྲུལ་ས་གི་ལྕགས་ལ་མང་པོ་ཞིག་ལས་ཀྱིས། ད་ག་ནང་བཞིན་ཡིད་ཆགས་ས་གི་ལྕགས་ལ་མང་པོ་ཞིག་ལས་ཀྱིས། ཚང་མ་ཨ་ནི་ཕན་ཚུན་ཨ་ནི་འབྲེལ་གཏུགས་སྟབས་བདེ་པོ་དེ་འདྲས་ཀྱིས་ཡོད་པའི་སྐབས་ལ། ལྷག་པར་དུ་ཡང་ང་ཚོའི་ཁ་ཕྱོགས་དེ་ལ་གཟབ་གཟབ་བྱེད་དགོས་ཀྱི་འདུག་འདུག་ཅེས་ནས་ཞུས་ཀྱི་ཡོད་རེད། གནད་འགག་ཆེ་ཡ་གཅིག། ང་ཚོས་ཁ་ཤུགས་ལ་གཟབ་གཟབ་བྱེད་དགོས་ཀྱི་འདུག་ཟི་ལབ་དུས་གོང་ལ་ལམ་ཁ་ནས་འགྲོ་དུས་གོང་ལ་ལམ་ཁ་ནོར་འགྲོ་གི་རེད་ཟི་ལབ་ཆེ་ལམ་ཁ་སྒང་འོག་ལ་ཟག་གི་རེད་ཟི་ལ་ཡ་རེད་པོ་དེ་འདྲས་ལབ་གི་མེད། འདི་ག་རེ་རེད་ཟེར་ན་ནང་པ་སངས་རྒྱས་པའི་ཆོས་ལུགས་ལྟ་གྲུབ་ཀྱི་འདི་ལ་ཡ་ཞུགས་ནས། ལྟ་གྲུབ་འདི་གི་སྟེང་ཟབ་པོ་དང་རྒྱ་ཆེན་པོ་ཡོད་པ་དང། ལྷག་པར་དུ་ཡང་བོད་ཀྱི་ཆོས་དང་རིག་གཞུང་དེའི་ནང་ནས་ཀྱང་བོད་ཀྱི་ཆོས་ལུགས། འཛམ་གླིང་ཡུལ་གྲུ་ཀུན་ལ་ཡ་གྲགས་ཆེ་བ། མཚན་སྙན་ཡོད་པ། ཆེ་མཐོང་ཡོད་པ་འདི་འདྲས་ཀྱི་ཡོད་བཞིན་དུ། རང་གི་ནང་ནི་ཨ་ནི་དེ་ཅིག་མ་རེད་མདོག་མདོག། གཏིང་ཟབ་པོ་མི་འདུག་མདོག་མདོག། རྒྱང་ན་རྒྱང་རིང་མི་འདུག་མདོག་མདོག། ད་དུས་དེའི་སྒང་ལ་ཡ་ཅི་བཤད་ཡོང་དུས་སྤྱི་ཚོགས་ཀྱི་བཀག་རྡོ་ཡ་སྒྱིད་ཀྱི་བཀག་རྡོ་རེད་མདོག་མདོག་དེ་འདྲས་བཤད་མཁན་འདུག་འདི། སྤྱི་བཏང་མི་དཀྱུས་མ་གཅིག་གི་ཐུགས་ནས་བཤད་ན་ང་ཚོ་ལ་ཡ་འགའ་བལྟ་སའི་ཧ་ལམ་ཡོད་མ་རེད། རང་རང་སོ་སོ་ལ་ཡང་སྐད་བཤད་དེ་ཤེས་ཡོན་གྱི་དབང་ཆ་ཡོད་རེད་ཐོབ་ཐང་ཡོད་རེད་སྨྲ་བརྗོད་ཀྱི་རང་དབང་ཡོད་རེད། ཡིན་ན་ཡང། གོན་རྒྱུ་གཟན་ཤམ་དེ་འདྲས་དེ་གོན་ཡས་ཆེ། ད། སངས་རྒྱས་བཅོམ་ལྡན་འདས་ཀྱི་འགྲིག་མེད་མདོག་མདོག་དང། ཆོས་ལུགས་ཀྱི་བྱུང་མེད་མདོག་མདོག་བཤད་ནས། དེ་འདྲས་བཤད་མཁན་བྱུང་ན་དེ་ལ་རྗེས་སུ་ཡི་རང་གི་དགའ་བ་སྒམ་གྱི་འགྲོ་དེ་ངེས་ཀྱི་རིགས་གཅིག་ཡོང་གི་འདུག་བ། འདི་ལ་ཡང་ང་ཚོས་ཀྱི་མིང་ག་རེ་བཏགས་ཀྱི་ཡོད་རེད་ཟེར་ལ་ན། ཁ་ཤི་སྟེ་གྲོད་པ་ནང་བསྟན་ཟེར་བཏགས་ཀྱི་ཡོད་རེད།

ཨ་ནི་སྐད་ཆ་བཤད་ཡ་དང་བསམ་བློ་བཏང་ཡ་དེ་ཡི་ནང་པ་སངས་རྒྱས་པ་ལས་ཆུ་ལོག་ཏུ་བྱུག་གི་ལ་སྐད་ཆ་རྐྱང་རྐྱང་བཤད་བྱ་བ་དེའི་འགྲོ་ནི་འགྲོ་ངེས་དེ་ལ་ཁ་ཞི་སྟེ་གྲོད་པ་ནང་བསྡད་ཟིག་གི་ཡོད་རེད། ང་ཚོ་སྤྱི་ཚོགས་གང་གི་ནང་ལ་འཚོ་བ་ཡིན་ན། དཔེར་ན། མི་ཚང་གཅིག་གི་སྒོ་འགྲམ་ལ་ཡོད་མཁན་གྱི་མི་ཚང་དེ་གི་ལྟོ་དེ་ལྟོ་ལ་བརྟེན་ཅིག་འཚོ་དེ་ངེས་ཀྱི་ཁྱི་ཞིག་ཡིན་ན། མི་ཚང་དེ་ལ་ཡ། ཡིན་གྱི་མིན་གྱི་དགའ་བ་བྱེད་གི་ཡོད་རེད་ལ་མི་ཚང་དེ་སྲུང་སྐྱོབ་བྱེད་གི་ཡོད་རེད། ཁོ་རང་ལ་ཡང་ཉིན་མཚན་གཉིས་ཀ་ནུས་པ་ག་རེ་ག་ཚོད་ཐུག་ཐུག་ཡོད་པ་དེ་སྲིད་དུ་ཁོ་རང་གིས་ཡིན་གཅིག་མིན་གཅིག་ཤུད་རྒྱབ་ཀྱིས་མི་ཚང་དེ་ལ་ཡང་སྲུང་སྐྱོབ་བྱེད་ཀྱི་ཡོད་རེད། མི་ཚང་དེ་གི་མི་ལ་དགའ་པོ་བྱེད་ཀྱི་ཡོད་རེད་མི་ཚང་དེ་ལས་གཞན་པའི་མིས་སྲུང་སྐྱོབ་བྱེད་ཅེས་བཀག་གི་ཡོད་རེད། ང་ཚོ་དེ་ལས་ཀྱང་སྐབས་འགར་ལ་ཡང་ནང་པ་སངས་རྒྱས་པའི་ཆོས་ལུགས་ལས་བཤད་པའི་མི་འགའ་ཞིག་དེ་ལས་ཀྱང་བསྡུར་རུ་འགྲོ་ཡག་ཉེན་ཁ་འདུག་དཔེར་ན། མི་འགའ་ཞིག་གིས་གོན་རྒྱུ་གོན་པ་དེ་ཧ་ལས་ཡག་མི་འདུག་སྲིད།

འོག་ནས་ཡར་སློང་མི་ཁོ་ངེས། སྒང་ནས་ཡར་མིག་ལྟོས་མི་སྲིད་ངེས་ཀྱི་གོན་ཞིག་འདི་འདྲ་ཞིག་གོན་ཞིག་འབྲུ་འདི་གོན་ལ་དེ་མཛའ་བོ་ཞིག་རེད་མི་འདུག་བ། བྱས་ཙང་འདིའི་བསྒྲིགས་ཚུལ་དེ་ག་རེ་རེད་ཟེར་ན་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་བཞག་པའི་བུའི་ཁོ་རང་ལ་ཡང་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ལུས་སྲོག་ཤོམ་པའི་རབ་བྱུང་གི་ཆེད་རེད། འདིས་གང་བྱུང་མ་བྱུང་ཚང་མ་གི་གོན་ཆོག་ཡ་ཅི་མ་རེད། དེ་འདྲ་ཡིན་པ་སོང་ཙང་འདིས་ཡིན་གྱི་མིན་གྱི་ང་ཚོ་ཆོས་པ་གཅིག་དང་ཆོས་ལུགས་པ་གཅིག་ཡིན་ན། ཁ་ཤུ་ག་བ་ལ་འགྲོ་དགོས་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་ལ་ཕབ་བྱ་རྒྱུ་བ་སྐྱེ་བ་སྔ་ཕྱིའི་ཟེར་ཡ་དེ་གཞི་ལ་བཞག་བྱས། དེའི་ཐོག་ནས་བསྟན་གྱི་འདུན་མ་བསྒྲུབ་ཡ་བྱས། ཡིན་གྱི་མིན་གྱི་དགོངས་པ་ཞིག་དགོས་པར་མ་རྟོགས་པས་འདིའི་འཚོ་བ་སྐྱེས་ཟེར་གྱི་སོ་འདྲ་བ་ཅིག་བྱས་པ་ཡིན་ན་ང་རང་ཚོ་བྱུང་རག་གི་ཡོད་རེད། བྱུང་རག་ས་སུ་ལ་རག་གི་བར་ཟེར་ན་ང་ཚོ་རབ་ཏུ་བྱུང་བའི་ཚོགས་པ། རབ་ཏུ་བྱུང་བའི་སྒྲིག་འཛུགས་རབ་ཏུ་བྱུང་བའི་སྡེ་ཚོགས་འདི་ལ་བྱུང་རག་གི་ཡོད་རེད། ང་ཚོ་ལ་གདམ་ཀ་གཉིས་ཡོད་རེད། བོད་ལ་ཡང་ནང་པ་སངས་རྒྱས་པའི་ཆོས་ལུགས་དགོས་ཀྱི་འདུག་དགོས་ཀྱི་མི་འདུག་ཟེར་ཡག་གི་གདམ་པ་གདམ་ཀ་གཉིས་ཡོད་རེད། དགོས་ཀྱི་མི་འདུག་ཟེར་མཁན་གྱི་རིགས་མང་པོ་ཞུགས་ཀྱི་ཡོད་རེད། རིགས་གཉིས་གསར་བརྗེ་སྐབས་ལ་དག་རང་བྱས་པ་རེད།

དེ་འདྲའི་གི་རིགས་གཅིག་གིས་ལས་ཀ་བྱས་པ་རེད་མ་གཏོགས། ཡོངས་སུ་རྫོགས་པ་ཨ་ནི་ཕྱི་ལོག་གི་མི་གཅིག་ཡོང་ནས་གཏོར་བྱ་བ་མ་རེད། བོད་རང་གི་ནང་ནས། ལྷ་ས་གི་གཙུག་ལག་ཁང་དང་ལྷ་ས་གི་དེ་གི་ཨ་ནི། ལྷ་ཀི་བསྟན་སྲུང་སྐད་གྲགས་ཆེ་བའི་གི་གྲངས་དེ། ག་འདྲས་ཞིག་ནས་གཏོར་བཅམ་བྱས་པ་རེད་སུས་གཏོར་བཅམ་བྱས་པ་རེད་ང་ཚོས་ཞུ་འཇུག་བྱེད་ད་རེ་ནས་གསོ་བཅམ་གསབ་བྱེད་ཀ་ལ། དེ་ཚོ་ཡང་འཚོ་བ་སླ་པོ་སླ་པོ་ཅིག་བྱུང་ནས། གསར་བ་ཚང་མ་དབྱར་རྩི་དགོས་ཀྱི་རེད་རྙིང་པ་ཚང་མ་རྗེས་དགོས་ཀྱི་རེད་ཟེར་ལབ་རྗེས་རྙིང་པ་གཏོར་ཚར་དུས་གསར་བ་བཞག་ཡ་མ་རག་རེད་གསར་བ་བཞག་ཡ་ག་པ་ཡོད་རེད་རང་རང་སོ་སོའི་འཚོ་བ་ཆུད་མི་ཆུད་ཤེས་ལྡན་ངེས་ཀྱི་མི་ཞིག་གིས་ད་གསར་བ་ག་རེ་ལས་ཀྱི་རེད་ག་སྐད་ཅིག་ལས་ཀྱི་མ་རེད། བྱས་ཙང་དེང་སང་གི་དུས་ཚོད་ལ་ཡང་ང་ཚོ་གཟབ་གཟབ་བྱེད་དགོས་ཀྱི་རེད། འཛམ་གླིང་ཕྱི་ལོགས་རེད་པ། སྟོབས་ཆེན་གྱི་རྒྱལ་ཁབ་ཨ་མི་རི་ཀ་ཟེར་ནི་ཚང་མིག་གི་ཁ་གདངས་མིག་བགྲད་སྡོད་ས་གི་རྒྱལ་ཁབ་དུས་ཚོད་ཀྱི་ནང་ལ་ཡོད་མཁན་གྱི་ཆེས་ཤིན་ཏུ་སྟོབས་ཆེ་བའི་མི་སྣ་དང་ཆེས་ཤིན་ཏུ་སྟོབས་ཆེ་བའི་ཚོང་པ། དུས་ཚོད་ཀྱི་རིགས་དེ་གའི་ཡང་ན་པ་སངས་སྐྱེས་པའི་ཆོས་བཞུགས་ཆོས་གཞུང་ལ་མཐོང་ཡོང་དུས་ཁོང་ལ་ཁ་གདངས་མིག་བགྲད་ཀྱི་རེ་བ་བརྒྱབ་ཅིང། བོད་ཀྱི་གྲྭ་པ་གྲྭ་ཆང་བླ་མ་ལ་ཨ་ནི་བླ་མ་གྲྭ་པ་རེ་རེ་དང་གྲྭ་པ་གྲྭ་ཆང་ཁ་ཤས་ཀྱི་སྐུ་ལ་རྒྱུག་ཅིང་བློ་སྐྱེད་ཨ་རག་སྟེ། དེ་ལ་ཡང་དེ་ནི་གཅིག་ཨ་ནི་བསླབ་བྱ་ཨ་རག་སྟེ་འགྲོ་བསྡད་ཀྱི་ཡོད་པ་ང་ཚོས་ཧ་གོ་དགོས་ཀྱི་རེད། ང་ཚོ་འདིའི་གི་སྤྱི་བཏང་ས་ཁུལ་ལུང་ཁུལ་ལ་སྡད་མཁན་གི་མི་འགའ་ཞིག་ལ་ཚང་མ་ཞུ་ཡ་མེད་དངོས་གནས་དྲ་གནས་ཡིན་ཆུས་པ་དྲ་པ་ཡིན་ན་རེད་སྤྱི་ཚོགས་གི་མི་སྣ་ཡིན་ན་རེད་ས་ཁུལ་ལུང་ཁུལ་ལ་སྡད་མཁན་གི་མི་འགའ་ཞིག་ལ་དེ་ཚད་ཅིག་རིགས་ཆུང་ཆུང་ཅིག་གི་སྒང་ལ་སླད་ས་དེ་གོང་ལ་ཁོ་རི་མཐོ་པོ་བཞི་པོ་ཅིག་སྒང་ལ་སླད་ཡོད་ནོ་ཤར་གྱི་འཛམ་གླིང་གི་སྒང་ནས་རི་མཐོ་ཤོས་དེའི་སྒང་ལ་སླད་ཡོད་ནོ་ཤར་གྱི་དེ་ནི་དཔེ་ཨར་རྒྱབ་སེང་གླང་ཚང་མ་བྱེད་ཡ་འདུག་བ། དེ་འདྲས་མ་ཤེས་ན་ཡག་པོ་རེད། ང་ཚོས་དབྱིན་ཇི་སྨན་ཇི་འཛམ་གླིང་མཐོང་དགོས་ཀྱི་རེད། འཛམ་གླིང་མཐོང་སྲིད་ལབ་དུས་ག་རེ་སྲིད་གོ་རེད་ཨེ་འཛམ་གླིང་ཡོད་ས་དེ་ང་རང་ཡང་འདི་ན་བསྡད་འདུག་ང་ཚོས་ངས་འདི་སྤང་མཐོང་གི་འདུག་རི་མཐོང་གི་འདུག་བྲག་མཐོང་གི་འདུག་འདི་འཛམ་གླིང་འཛམ་གླིང་གི་ས་ཞག་རེད་པ་བསམ་ན་དེ་འཛམ་གླིང་མཐོང་སྲིད་ཀྱི་ཡོད་མ་རེད། འཛམ་གླིང་གི་ཆོས་ལུགས་ག་ཚད་འདུག་འཛམ་གླིང་གི་ལྟ་གྲུབ་ག་ཚད་འདུག་འཛམ་གླིང་གི་མི་ནག་ག་ཚད་འདུག་དེ་སུས་ཀྱི་གནས་ཚུལ་དེ་མཐོང་དགོས་ཀྱི་རེད། དེ་ནི་མིའི་ས་ཁུ་བྱུག་ལ་ཡང་ཀླད་པ་གཅིག་ལྐུགས་པ་འདི་ཚོའི་རིགས་མང་པོ་ཅིག་གིས་ཆུང་ཆུང་གིས་མཐོང་འོང་དུས་ཆེན་པོ་ཆགས་ཀྱིས་ང་ཚོ་གནའ་སྔ་མོ་ལ་གཏམ་དཔེ་བྱས་ཡོད་རེད། ཨ་ནི་ཁོག་པ་བཟང་སྤྱོད་མི་ཤེས་བཟང་སྤྱོད་མི་ཤོང་ཟེར་ཡ་བྱས་ཡོད་རེད། དེ་གཏམ་དཔེ་དེ་གཏམ་དཔེ་བཙོག་པ་བཞི་བོ་རེད་ཨ་ནི་ལ་མཐོང་ཆུང་བཞི་བོ་རེད། ཟེར་ཡ་དེ་ག་རེ་གཟིགས་དགོས་རེད་ཟེར་ན་ཨ་ནི་ལ་ལྷོ་གཞུང་མེད་པ་ཡིན་ཙང།

ད་གཅིག་གཅིག་གཅིག་གིས་འགྲིག་གི་མི་འདུག་གཉིས་གཉིས་གཉིས་གིས་འགྲིག་གི་མི་འདུག་ཟེར་ལབ་ཀྱི། རང་རང་སོ་སོའི་གི་སྤྲང་ལག་དེ་ཁྱི་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གཟུགས་ལ་སྡིག་གི་ཚད་མ་གཏོགས་མི་འདུག་ཟེར་ལབ་ཀྱི་དེ་སྐྱོ་བོ་བཞི་བོ་རེད་དྲན་གི་ཡོད། དེ་ནན་ཏན་བྱས་ནས་ལབ་དགོས་བ་དེ་ག་རེ་ཟེར་ན་དེང་སང་གྲྭ་བའི་སྤྱི་ཚོགས་གི་ནང་ལ་དེ་འདྲས་བྱེད་ངེས། ཁོང་མི་ཆོས་ཡོང་དུས་གང་ལ། དཔེར་ན། གསང་སྔགས་རྙིང་མའི་གཞུང་ལུགས་ཐམས་ཅད་ལ་ཡང་ཁོང་མི་ཆོས་ཡོང་དུས་གང་ལ་དགེ་ལུགས་གི་འདྲ་ལ་ཚུར་ཡོང་ག་བྱེད། དགེ་ལུགས་གི་ནང་ལས་ཁོང་མི་ཆོས་གི་འདྲ་ལ་ས་ཞག་ནང་ལ་ཕར་འགྲོ་ག་བྱེད།

ང་ཚོ་བོད་ཀྱི་མི་བུ་གོང་མ་དུས་ཚོད་ཀྱི་ག་རེ་བཞག་འདུག་ང་ཚོ་ལ་ཡ་སྤྲད་པའི་རྒྱུ་ནོར་དེ་ག་རེ་འདུག་ང་ཚོའི་མི་བ་གོང་མ་གོང་མི་བུ་གོང་མ་དུས་ཚོད་ཀྱི་ང་ཚོ་ལ་བཞག་པའི་ལག་རྗེས་ག་རེ་འདུག་དུས་ཚོད་ཀྱི་ཞབས་འཐེན་ནས་དུས་ཚོད་ཀྱི་རྐང་ལག་པས་བཟོས་བཞག་པ་དེ་ང་ཚོའི་རྐང་པས་རྫས་ཀྱིས་མ་འོངས་པ་མི་རབས་རྗེས་མ་ལ་རྩིས་སྤྲད་ཡ་མེད་པ་ཀྱི་ཆ་ཁུ་རེ་ལྡང་སྲིད་གོ་རེ་ང་ཚོས་ལྷག་པར་བློ་ཉེས་དེ་གལ་ཆེན་པོ་ཞིབ་བྱས་རྗེས་འདི་ལ་ཕེབས་མཁན་ཡོངས་རྫོགས་བསླབ་པ་བློ་ཉེས་ཀྱི་ཐུགས་ལ་འཛུད་མྱོང་ངེས། བསླབ་པ་བློ་ཉེས་ལ་རིན་ཐང་ཤེས་མཁན། ཡང་མིན་ན་བསླབ་པ་བློ་ཉེས་ལ་དང་བ་ཡོད་མཁན་འདི་འདྲ་རྐྱང་རྐྱང་རེད། འདི་ཚོ་ཡོངས་སུ་རྫོགས་པའི་རེ་འདུན་དེ་ག་རེ་རེད་ཟེར་ང་ཚོའི་རེ་འདུན་དེ་ག་རེད་ཟེར་ན། བོད་ཀྱི་ནང་པ་སངས་རྒྱས་པའི་ཆོས་དེ་འཆད་རྩོད་བརྩམས་སྲུང་གི་ཐོག་ནས་ཡར་རྒྱས་འགྲོ་ཡ་དེ་རེད་མ་གཏོགས། འདི་ལ་ཡང་བསམ་བློ་གཞན་དག་དང་ལྟ་གྲུབ་གཞན་དག་ཁྱེད་ཀྱིས་ཁ་ཤོག་ལོགས་སུ་བྱས་ཡ་དེ་མ་རེད། ང་རང་ཚོ་མི་རིགས་གཅིག་ཡིན་ན་ཁ་ཤུགས་ཡོད་དགོས་རེད་ཆོས་ལུགས་གཅིག་ཡིན་ན་ཁ་ཤུགས་ཡོད་དགོས་རེད། དེ་མ་དགོས་ད་མི་སྒེར་གཅིག་གི་མི་ཚང་གཅིག་གི་འཛིན་བྱང་ཡིན་ན་ཡང་ཁ་ཤུགས་ཡོད་དགོས་རེད། ངེས་པར་དུ་ཁ་ཤུགས་གཅིག་སྒྲིལ་དགོས་རེད་མ་གཏོགས་པའི་མི་དཔེར་ན་མི་ཚང་ཆུང་ཆུང་གཅིག་གི་ལས་ཀ་བྱས་པ་ཡིན་ན་གཅིག་པ་དེ་གི་ཡར་འགྲོ་ཟིན་ལ་དུས་གཅིག་མའི་དེ་གི་མར་འགྲོ་ཟིན་ལ་བསྡད་པ་ཡིན་ན་མི་ཚང་དེ་ཡང་འཐུས་ཤོར་འགྲོ་གི་ཡོད་རེད་ང་རང་ཚོའི་མི་རིགས་གཅིག་གི་ཆོས་ལུགས་དང་རིག་གཞུང་འཐུས་ཤོར་འགྲོ་གི་ཡོད་རེད། དཔེར་ན་རྒྱ་གར་འཕགས་པའི་ཡུལ་བསམ་བློ་བཏང་ད། བྱ་བ་ཐམས་ཅད་ཅན་པའི་དབུ་ཁྲོད་པའི་ཆོས་ལུགས་དང་སྐྱ་སེར་ཡོངས་སུ་རྫོགས་པའི་ནང་ལ་སུ་གཅིག་གིས་ང་ཚོའི་ཆོས་འདི་ཡག་པོ་མ་རེད་ཟེར་ནས་སྐད་རྒྱག་ངེས་ང་ཚོས་གོ་མ་མྱོང། འདི་ག་རེ་རེད། རྒྱ་གར་ལ་ཡར་སླེབས་ཚར་དུས་ཀླད་པ་ཆུང་ནས་མེད་པ་ཆགས་སོང་བ་རེད་པས། ཡང་ན་རྒྱ་གར་ལ་ཡར་སླེབས་ཚར་དུས་གར་ཆགས་སོང་བ་རེད། འདི་གང་ཡང་མ་རེད་དབུ་ཁྲིད་ཀྱིས་བྱས་པ་རེད། འདི་ལ་མ་གླས་མཁན་གྱི་ཡ་ཁྱེད་རང་ཚོ་རྣམ་པ་གཟིགས་དང། བླ་མ་དགེ་བཤེས་སྤྲུལ་སྐུ།

རང་རང་སོ་སོའི་དེ་གི་གྲོང་སྟོད་ཨ་ཕ་སྐལ་མོས་གི་འགྲིག་འདུག་ཟེར་གི་རེད་གྲོང་མི་ཨ་མ་སྐལ་མོས་གི་ཕམ་འདུག་ཟེར་གི་རེད་དེ་ཕོ་རོག་རང་སོ་སོ་ལ་བལྟས་པ་ཡིན་ན་རང་ལ་ཨ་ནི་བསམ་བློ་བཏང་ས་ཅིག་འདུག་དྲན་ཅིག་ཁ་ཤུགས་ཐིག་ཐུག་ལ་འགྲོ་བསྡད་གི་ཡོད་རེད། དེ་འདྲའི་གང་ཡང་མཐོང་མ་མྱོང་གི་ས་ཁུལ་ལུང་ཁུལ་དེ་ཚོ་ཁ་ཤས་ཅིག་ནི་ཞེ་བོ་ཅིག་མ་འདྲ་བ་ལས་གི་ཡིན་ཟེར་མཁན་རིགས་མང་པོ་ཅིག་ཡོང་གི་འདུག་ལྕགས་སེར་གཉིས་ཀ་ནང་ལ་ཡོང་གི་འདུག་ལྕགས་བུའི་ནང་ལ་ཡོང་ན་ཧ་ལས་གི་མ་རེད། ནང་པ་སངས་རྒྱས་པའི་ཆོས་ལུགས་གཏོགས་ཤམ་གཏོགས་གཏོགས་གཤིས་བཏང་ཡ་དེ་ཡང་ལྕགས་བུའི་ནང་ལ་བཏང་ཐུབ་གི་མ་རེད། ག་རེ་ཟེར་ན་མིའི་སེམས་ཁམས་ལ་གཏོགས་གཤིས་བཏང་དགོས་གི་རེད་བཏང་ཐུབ་གི་མ་རེད། ནང་པ་སངས་རྒྱས་པའི་ཆོས་ལུགས་གཏོར་བཤིག་བཏང་ཡ་དེ་ག་རིགས་ཀྱི་བཏང་གི་རེད་ཟེར་ན་དགེ་འདུན་གྱི་སྡེ་ཚོགས་ཀྱི་ནང་ལ་ནང་རུལ་ན་བཏང་གི་རེད། སེང་གེ་རུ་དེ་སྲོག་ཆགས་གཞན་དག་གི་ཟ་ནུས་གི་མ་རེད་ལ་ཁོ་རང་གི་ཁོག་པའི་ནང་ནས་ཚུར་ཡི་དོན་བྱ་རྒྱུ་གི་སྲིན་བུ་ཕྲ་མོ་དེ་ཚུར་གི་ཟ་འགྲོ་གི་ཡོད་རེད། དཔེ་དེ་ལ་བཞག་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་འདི་ཕྱི་དགྲ་བོས་གཏོར་ཐུབ་གི་མ་རེད་ག་དུས་ཡོད་གཏོར་མ་ཐུབ་པ་དེ་ང་ཚོས་ཧ་གོ་གི་རེད་རིག་གནས་གསར་བརྗེ་ཡི་སྐབས་ལ་དེ་འདྲའི་དགྲ་བོ་ཞིག་བྱས་པ་རེད་དེ་ད་ལྟ་གཏོར་མ་ཐུབ་པ་ང་ཚོ་འདི་འདྲའི་ཞིག་འཚོ་བཅུད་བྱུང་བ་རེད། ཡིན་ན་ཡང་ང་རང་ཚོའི་ནང་ལོགས་ནས་ལྟ་གྲུབ་ང་རང་ཚོའི་ནང་ལོགས་ནས་ཁག་ཞུགས་མེད་པ་ཞིག་ནི། རང་གི་ནང་ལོགས་ནས་ལུང་བསྟན་སྣོད་བསོད་ལ་འཆད་ཉན་ལ་ལྷག་པ་གསུང་གི་ཉམས་ལེན་དེ་ཉམས་པ་ཡིན་ན་སངས་རྒྱས་བཅོམ་ལྡན་སངས་རྒྱས་ཀྱི་ཆོས་ལུགས་ཉམས་ཚར་བ་རེད། དེ་ནི་ལྷ་ཁང་ཡོད་མ་ཡོད་དང་སྐུ་འདྲ་ཡོད་མ་ཡོད་དང་དཔེ་ཆ་ཡོད་མ་ཡོད་ཁག་གལ་ཆེ་ཡོད་མ་རེད། འོ་དེ་འདྲ་ཡིན་པ་སོང་ཙང་ང་ཚོའི་དགོངས་པ་ཞིག་དགོས་ཡ་དེ། ངས་འདི་རེ་སྐུར་ཡིན་མ་གཏོགས་ཚོགས་དང་མ་རེད་ག་གེ་མ་རེད་ཚོགས་དམ་བཏང་ཡ་དབང་ཆ་ཡ་ཡོད་མ་རེད་ང་འདི་སྤྱི་དང་ལས་ཀ་གི་ལས་གཞས་གཅིག་གི་ཁུར་ལ་ཡོད་པ་ཡིན་ཙང་མི་དེ་རིགས་ཐིང་མ་དང་པོ་དེ་ལ་རྣམ་པ་ཚོ་ཡོངས་སུ་བཙུགས་པ་ལ་ང་ཚོ་ཁ་ཤུགས་བརྟན་པོ་དགོས་གི་འདུག་ད། ཁ་ཤུགས་བརྟན་པོ་ཡོང་ཡ་གི་གཞི་རྩ་དེ་ག་རེ་ཟེར་ན་བློ་གཞུང་རེད། བློ་གཞུང་དེ་གི་ལམ་དུ་འགྲོ་བ་ཡིན་ན། ཐོས་བསམ་བློ་ཉེས་ལམ་དུ་སོང་བ་ཡིན་ན་ཁ་ཤུགས་བརྟན་པོ་ཡོང་གི་རེད། ཐོས་བསམ་བློ་ཉེས་ལམ་དུ་མ་སོང་པ་ཡིན་ན།

བཤད་གྲྭ་ཡོད་པ་དང་མེད་པ། གནས་ཆས་ཡོད་པ་དང་མེད་པ། ཡོངས་སུ་རྫོགས་པའི་ནང་ལ་བསླབ་པ་བློ་ཉིད་ཚད་དང་ལྡན་པ་གྱིས། བློ་གཞུང་གི་གོ་རིམས་ཚད་དང་ལྡན་པ་གྱིས། བློ་གཞུང་གི་གོ་རིམས་ཆུད་ནས་ཧ་མ་གོ་ནས། དང་པོ་སྦྱང་གྱི་གང་ཡིན་བར་དུ་སྦྱང་གྱི་གང་ཡིན་ཐ་མ་སྦྱོང་གྱི་གང་ཡིན་ཧ་མ་གོ་བར་བྱས་ནས། དང་པོ་ནི་དཔལ་དུ་གྱུར་ནས་ཆེ་ས་གཅིག་ལ་བསྙབ། དང་པོ་ནི་མཐོ་ས་གཅིག་ལ་བསྙབ་ཅེས། ཞུ་གུ་ཞུ་གུ་བཞི་དུས་གོང་ལ་བརྩིགས་པ། རྨང་གཞི་བརྟན་པོ་མེད་པ་ནང་བཞིན་ཆུ་དེ་ཚེ་རྒྱབ་དུས་གོང་ལས་མ་ཞིག་འགྲོ་ངེས་དེ་འདྲ་མ་ཡིན་པ། མི་གཞན་དག་ཅིག་གིས་སྐད་ཆ་སྐད་ཆ་ཁ་ཤས་བཤད་དུས་མགོ་སླ་པོ་ཞིག་ནི་འགྱུར་འགྲོ་གིན་ལྟར་བ་མ་ཡིན་པར་དུས་སུ་ཅིག་ནས་ང་ཚོས་བསླབ་པ་བློ་ཉེས་རྒྱ་བཏང་སྟེ་གོ་རིམ་ལྡན་པ་ཅིག་དང་སྒྲིག་འཛུགས་ལྡན་པ་ཅིག་གི་ཐོག་ཏུ་འགྲོ་ཡ་དེ་གལ་ཆེན་པོ་ཞེ་པོ་རེད། མདོ་ཁམས་འཇང་དགུན་ཆུ་ཚོགས་ཡ་དེ་ཡང་དེ་འདྲའི་གི་ཁ་ཤོག་ཅིག་ཨ་ཡོང་བསམ་གྱིན་ཕག་ལྟ་གི་རེད་ཚུལ་ལྟ་གི་རེད་ཚང་མས་ཕག་ལྟ་ཚུལ་ལྟ་བྱས་ནས། དངོས་ནས་རང་རང་སོ་སོའི་གི་བློ་གཞུང་གི་བློ་གཞུང་གི་ལྗིད་ཚད་ག་ཚད་འདུག་རང་རང་སོ་སོའི་གི་བློ་གཞུང་གི་ནུས་པ་ག་ཚད་འདུག། རང་རང་སོ་སོ་ལ་རིག་པའི་རྣམ་དཔྱོད་ག་ཚད་འདུག་མི་གཞན་དང་བསྡུར་ན་ཧ་གོ་གི་རེད། ཁོ་རང་དཔེ་བཞག་ན་ཨ་རེ། བེའུ་ཆུང་ཆུང་གཅིག་དེ་ར་ལུག་གི་ནང་ལ་བཏང་བཞག་ན་ཁོ་ཡང་ཆེན་པོ་ཡོད་རེད། བེའུ་ཆུང་ཆུང་གི་ནང་ལ་ཡང་ཡ་རིགས་ཅིག་བཏང་བཞག་ན་དེས་ཆེ་དེ་ལས་ཀྱང་ཆེར་འགྲོ་དེ་ཁོང་ལ་བེའུ་ཆུང་ཆུང་ཆགས་འགྲོ་གི་རེད། དེ་གང་ལ་གཡག་ཅིག་བཏང་ན་ཁོ་ཆུང་ཆུང་ཆེན་པོ་ཆགས་འགྲོ་གི་རེད། དེ་འདྲའི་ནང་བཞིན་ང་ཚོ་ཕ་ཚོ་དེ་ལྟས་དང་ཁྱེད་རྣམ་པ་ཚོ་ག་ལེ་ག་ལེ་ཅིག་ལྟས་དང། ལྷོ་ཉེ་བ་དེ་ཚོ་ཕག་ཚ་སྐྱིད་གཟིགས་དང་ཨ་ནི་རང་རང་སོ་སོའི་དགོན་པའི་གི་བློ་གསོ་རང་རང་སོ་སོའི་དགོན་པའི་གི་ལྷོ་གཞུང་གི་ནུས་པ་ཐོས་སམ་བློ་ཉེས་ཀྱི་གྲུབ་འབྲས་ག་ཚད་ཐོན་ཡིན་དེ་ཧ་གོ་གི་རེད། འདིའི་ཐོག་ནས་རང་རང་སོ་སོས་ག་རེ་བྱེད་དགོས་ཀྱི་རེད་ད་བློ་གཞུང་གི་ལྟ་སྟངས་ཀྱི་ཁ་ཤུགས་དང་བློ་གཞུང་གི་ནུས་པ་བཤད་སྟངས་དང་དངོས་གནས་དྲང་གནས་ཅིག་རྩོད་པ་རྩོད་སྟངས་ཡིན་ཆེད་དེ་གཟབ་གཟབ་བྱེད་རིང་ད་རང་རང་སོ་སོ་ལ་ཡོད་མེད་ཀྱི་ཆད་པ་ཧ་གོ་གི་རེད།